འཛིན་མཁན་རྣམ་པ། སྔོན་བྱུང་གི་བའི་གསུང་ན་ལར་བྱུང་གི་མིས་རང་ཉིད་ཀྱི་ལོ་རྒྱུས་མི་ཤེས་པ་དང་ཡང་ན་རང་ཉིད་ཀྱི་སྐྱེས་ཁུངས་མི་ཤེས་པ་ནི་ནགས་སྲང་གི་སྤྲེའུ་དང་འདྲ་བོ་ཞེས་གསུང་བ་ཀ་རེད་དེ་ནི་དེ་རིང་གི་ལེ་ཚན་ནང་ཀྲུང་གོའི་རིག་པ་ཞིབ་འཇུག་ལྟེ་གནས་ཀྱི་ཞིབ་འཇུག་པ་ཆེན་མོ་རྒན་བཀའ་བཟང་དར་རྒྱས་ལགས་གདན་འདྲེན་བྱས་ཏེ་བོད་དང་སོག་པོའི་བར་གྱི་འབྲེལ་བའི་སྐོར་ནས་རྒྱུས་ལོན་ག་ཡོད་མཚམས་འཛེགས་བྱུང་ལ་ཡ་ཁྱོད་ལེ་མོ་དགའ་ལགས། མདོ་འཛིན་པ་ལེ་མོ།
ད་ཁྱོད་རང་གིས་གང་ནས་སོང་ད་མོ་གཙོ་བོ་འདི་ད་ཅིག་བོད་སོག་གི་འབྲེལ་བའི་སྐོར་གྱི་ཞིབ་འཇུག་དུ་མ་ཡིན་པས་ད་དེའི་ནང་གི་ཉེར་སྣང་གི་ལོ་རྒྱུས་དང་ཕྱོགས་གང་ཐད་ཀྱི་ཐ་ཅིག་སྔོན་ན་ལས་དང་ན་དར་ནའང་ད་ལྟ་ལས་བཞིན་པ་ཡང་མང་བ་ན་ཡང་ཅིག་ད་ཅིག་ལས་མཆེད་གྲ་དེའི་སྐོར་གྱི་མང་རིག་བྱ་དང་མོ་དེས་ན་ད་ཁྱོད་རང་གིས་བལྟས་ན་ཁྱོད་རང་གི་ལས་སྐལ་འདི་ད་ཅིག་ཐུན་མོང་མ་ཡིན་པའི་ཆ་དང་ཡང་ན་ཅིག་གསར་གཏོད་ཀྱི་ཆ།

ཡིན་ན་ཆོག་གི། དེའི་འཕྲོ་ནས་ཡང་གཅིག་དེ་གཅིག། ཧ་ར་ཅིག་འཕར་ཁ་ཐུག་གྱིན་ན་ཆོག་གི། ཟབ་བཤད་ཅིག་ཁོ་ནས་ཡིན་ན་ཆོག་གི། ད་གཏི་མུག་ཟིག་གི་འདམ་པ་ཟིག་གི་ཆ་ནས། འདྲི་ཁ་ཡིན་ན་ཟིག་ཡིན། རེད། ཧོན་འཇོག་གྱིན་ན། ཁབ་སོབ་རྒྱག་དུས་ལྟ་བུ་ཟིག་མཚོན་གྱིན་ན། ད་བོད་སོག་གི་འདི་སྐུ། བོད་ཡིག་གི་ཡིག་ཆ་གི་སྟེང་ནས་སོག་པོའི་འབྱུང་ཁུངས། སོག་གཏི་མུག་ཟིག་ཡང། མང་ང་མེད་གི། ད་དེའི་སྐོར་ནས་སོག་ཅིག་ཁབ་སོབ་སོབ་རྒྱབ།

ད་ད་རེད་ཟེར་གོ་དེའི་ནང་གི་ལོང་ཁོང་འདྲ་ཟེར་གོ། ད་ཁ་སྐད་འདི་གི་དེ་ཡང་སོག་པོ་གི་ཨར་ཐན་ཐོབ་ཅག་ཟེར་གྱི་ཟོ་ད་ཟེར་གྱི་དེབ་ཐ་ཟེར་གྱི་ད་རེད་ཟེར་གོ། ཁ་སྐད་དེ་ཡང་དེ་ཏང་གི་ད་སོ་མ་སྔི་ན་བྱ་ནོ་ལ་ཧྲི་ཐ་ཟེར་གོ་ནོ་དེའི་བསམ་བློ་གི་པར་སི་ཀི་ཡི་གི་ཐོག་གི་ལོ་རྒྱུས་ཤོག་དེའི་ད་རེད་ཟེར་གོ། དེའི་འཕྲོ་ནས་ད་ཁྱི་སོག་པོ་གི་དེབ་ཐག་གསང་མ་འདེན་ཐ་ན་ཡང་ད་ཁི་གི་དེབ་ཐག་གསང་མ་འདི་སོག་ཡིག་གི་ཡི་གིར་གི་སོག་ཡིག་གི་སྟེང་ནས་འཕེན་ནོ་ཟེར།

ད་བུ་འདིའི་དེབ་ཐེར་དམར་བོ་གི་འདི་རྩོམ་པ་པོ་ཚ་བ་ཀུན་དགའ་རྡོ་རྗེ་ནས་ཁོང་ཡང་འདི་ནང་ས་ཧེབ་མྱོང། སོང་ངས་སོག་པོའི་རྒྱལ་པོ་ཡེ་སི་མཐེ་མི་ར་སོགས་འཇམ་ཕྱག་གནང་གྱིས། ད་དེའི་ཐང་ཐ་དུས་ཚ་བ་ཀུན་དགའ་རྡོ་རྗེ་གི་ད་དུས་ལུང་ཁུངས་དུ། འབྲོང་ཀུན་འཕགས་པ་གི་དཔོན་ཆོག་གྱིས་ན་སོག་ཡིག་གསར་མ་གི་ནང་ཟིག་ན། སོག་པོའི་དེབ་རྟགས་སོང་གི་ལོ་རྒྱུས་ཡོད་དང་གི་དེ་སི་རྟ་ཡིན་ན་རེད། ད་ངང་གི་དཔོན་ཆོག་གྱིས་ན་རྒྱ་ཡིག་གི་གྲངས་ཀ་སྒྲ་བརྗེ་རུ་བཞུགས་ད་ནི་དེ་སི་རྟ་ཡིན་ན་རེད།

གཅིག་གཅིག་དྲུག་གཉིས། ཨོ་གཅིག་གཅིག་དྲུག་གཉིས་ལོ། རེད། ད་རེས་རང་ཁོང་ཚོ་ཅི་ན་ད་དེབ་ཐེར་སྔོན་པོ་ར་དེབ་ཐེར་དམའ་རུ་གི་ལོ་རྒྱུས་འདིའི་ཐོག་ན་གཅིག་གཅིག་བརྒྱད་གཉིས་བྱུང་སོང། ད་ཁོང་ཚོ་སུམ་པ་ཤི་དཔལ་འབྱོར་གི་འདི་དཀའ་སྣང་སྣ་ཚོགས་དེ་ཡང་གཅིག་གཅིག་དྲུག་གཉིས་བརྒྱད་ཡོད་ཀར་འོན་ཀྱང་དེ་ད་ཁོང་ཚོ་གཏུམ་མོ་འཕར་སྐབས་དོར་རྗེས་དེ་སོག་པོའི་ནང་ལ་གཅིག་རེད་དེ་རུ་བཅུ་དྲུག་གི་ནང་སོག་པོ་གི་ཨར་ཏི་འཇའ་བོ་ར་རྒྱ་གོང་གསུམ་པ

དུ་བཞི་བོ་གི་མཉམ་འབྲེལ་ལས་འོག་གི་སྟོབས་ཤུགས་རྒྱ་བསྐྱེད་རྗེས་སུ་གོ་ནུས་ད་ལྟའི་ལོ་རྒྱུས་ཀྱི་དེ་སྟོང་ཤ་སྟག། དེའི་སྐབས་ཀྱི་ཆར་རླག་བདུན་རྒྱལ་པོ་ར། ཁལ་དཀར་ཕྱོགས་དར་རྒྱལ་པོ་དེ་གཉིས་ཀ། ད་བོད་ཀྱི་སྟེང་སང་ཡིག་ཆ་གི་སྟེང་ནས་བོད་ཡིག་གི་སྟེང་ནས་དེ་གོ་ནོར་གནང་ཐེག་དང། ད་གོ་ནོར་གནང་ལུགས་ཐེངས་ངུ་དེ་གཅིག་གི། གཙོ་བོ་དེ་ག་འདི། ཨ་ལགས་སྟོང་ཁར་རིན་པོ་ཆེ་གི་ད་ཆོས་སུ་ཟུང་འབྲེལ་གི་ནང་ཟིན་ནའང་དུ་ཉལ་བའི་གོ་ནོར་ཐེབས་ཐུབ་པ་རྒྱལ་བོ་འགྱིག་ར་དུ་ཉལ་གོ་ནོར་ཐེབས་ད་ལྟའི་གོ་ནོར་ཐེབས་འདུག་འབྱུང་ཁུངས་དེ་དག་ལུང་ཁུངས་གང་ཟིག་ནས་མི་ཤིག་ལུང་ཁུངས་གང་ཡིན་དེ་ཟ་འུ་མེད་གི་མེད་གི་རེད་འོན་ཀྱང་སེམས་པ་ཡེ་ཤེས་དཔལ་འབྱོར་གི་རང་རྣམ་གི་ནང་ན་ད་རྒྱལ་བོ་དེ་གཉིས་ཀ་ཚིག་ཟིག་དེ་གཉིས་ཀྱི་འཚོ་བ་གཉིས་ཀ་གོ་ནོར་ཐེབས་ད་གོ་གཅིག་ཁལ་ཁ་རེད་གཅིག་ཧ་ལ་ཟིག་གོ་ནོར་ཐེབས་ཨ་མ་མ་ཁལ་ཁ་རེད་གཅིག་ཆར་ད་དུ་ཉལ་གོ་ནོར་ཐེབས་ད་གོ་དེ་ཨེ་ཡིན་ནའ་བསམ་སོང་ཟིག་རེད་ཡང་དེ་ལུང་ཁུངས་དེ་ནས་དྲངས་བ་དེ་ཟ་འུ་མེད་གི། མེ་ཁར་ལྟ་གང་ལྟར་ཀྱང་དུ་ཉག་གོ་ནོར་ཐེབས་དུས་བཞུགས་ནས་ད་ལོ་རྗེས་སུ་བཞུགས་ཀྱི་ལོ་རྒྱུས་ཡོད་སྲིད་ཁོ་ན་ཉེ་རབས་ཀྱི་ལོ་རྒྱུས་ལ་སོགས་པ་དང། དེའི་ནང་ན་ད་མཁའ་འགྲོ་ལྟར་ད་ཚང་མ་ནོར་བདག་མོ་རེད། ད་ལག་བདུན་ཕྱོགས་བསྟུད་ཕྱོགས་བསྟུད་ལག་བདུན་ནས་དེ་དང་ད་ལག་བདུན་རྒྱལ་པོ་འདུག་སྐབས་གསུམ་གྱི་མཚོ་སྔོན་ན་ཐུ་ནོར་མ་དེ་དུས་ད་མཚོ་སྔོན་ད་ཀན་སུའུ་འདིའི་བར་དུ་ནས་གྲོངས་སོང། གྲོངས་སོང་ན་རེད་ད་མཚོ་སྔོན་ན་ད་ལག་བདུན་ཕྱོགས་བསྟུད་ཕྱོགས་བསྟུད་ལག་བདུན་ནས་དེ་ལག་བདུན་ད་མཚོ་སྔོན་ན་གྲོངས་སོང་ག་ན་འདྲ།

ད་གང་ལྟར་ཀྱང་འདི་ཅིག་ད་བར་འདི་ཅིག་ཚང་མ་ཅིག་ལ་ཡོང་ན་དུ་མོ་མེད་ཁ་ཟིག་རེད། དེའི་འཕྲོ་ནས་ད་བྱུང་མཁན་གྱི་ན་ད་མི་རྣམས་མང་གི། ད་ཕྱི་སོག་གི་དེའི་གཏམ་འདྲ་འཚེར་ཡང་ཟེར་ནི་ཟིག་མཁས་བ་ཟུང་ནི་ད་དེ་སོ་སྡོམ་རྩིས་ཡིན་ནི་ལྟར་ན། ད་སོག་པོ་གི་འཇོན་ན་དགེ་བཤེས་གི་འོག་གི་གསུང་འབུམ་ཡོང་ནི་ཟིག་གི་དགེ་བཤེས་ཉིས་བརྒྱ་བ་ཟིག།

ད་རང་གི་ཁྱིམ་སྦྱོང་ལོ་སོགས་ཁྱིམ་སྦྱོང་ཚུགས་འདྲི་ཁ་ཡིག་དེའི་འཕྲོ་ནས་མི་སྣ་གི་སྐོར་ཚུགས་འདྲི་ཁ་ཡིག་ད་འདི་ལ་སོགས་སྐོར་སྟངས་རྨང་གཞི་གི་སྟངས་ནས་བྱེད་དགོས། རྨང་གཞི་གི་སྟངས་ནས་ད་ད་གཙོ་བོ་ཆེ་རིགས་ན་འོབས་ཀྱི་ཡིག་ཆ་དར་ངོགས་འདུག་འོབས་ཀྱི་ཡིག་ཆ་དེ་ཧ་ལས་བ་རེད། དེའི་ནང་ནས་ཅིག་ཆ་ཆུ་དམ་པ་གི་ཚིག་མཛོད་ཟིག་དེ་ནས་གཞན་པ་སོ་སོར་ལྟ་སོ་ཡིས། ད་ཡིག་ཆ་གི་སྐོར་ནས་ད་ཧོན་ཅོག་ཅན་ཐ་ན་རྒྱ་གི་རྔ་བ་གི་རང་རྣམ་གི་ནང་ཁེ་རུ་ན་འོ་སོགས་སྐོར་འདྲི་འདྲི་སྐོར་བ་ཀུ་ཀུ་ངས་དེ་ཀློག་ལ་བཏང་བ་ཅུང་དེ་ན་ཀུ་ཀུ་ཉིས་བརྒྱ་ཁ་ལོག།

དེ་བཞིན་དུ་ད་འདི་ཉིས་སྟོང་བཅོ་བརྒྱད་ལོ་གི་ལོ་མཇུག་འདི་ད་ཨ་མི་རི་ཀ་གི་འདི་ཀོ་ལོམ་པི་ཡ་སློབ་ཆེན་དེ་བཞིན་དུ་ད་ཨ་མི་རི་ཀ་གི་ད་འདི་ཨིན་དི་ཡའང་སློབ་ཆེན་དེ་གི་ཡང་འདི་ལབ་རྩིས་དཔེ་མཛོད་ཁང་ཟེར་ན་སྟེར་ག་བདའ་འདྲེན་ལས་བྱེད་ད་འདི་བོད་སོག་དང་འབྲེལ་བའི་སྐོར་གི་ཡང་ཕྱག་ཁྲིད་གྲ་ཏི་ཡོད་དུ་མོ་དེ་གི་ད་ཉིས་སྟོང་བཅུ་དགུ་ལོ་འདི་ཡང་འདི་ཧྥ་རན་སི་གི་ཚོགས་མི་རྒྱལ་སྤྱིའི་བོད་རིག་པ་ཞིབ་འཇུག་འདིའི་སྟེང་ཨ་ས་ཀོ་འདི་ལས་ད་ཡང་ཁྱོད་རང་གི་དཔྱད་རྩོམ་ད་རིག་གཞུང་དཔྱད་རྩོམ་དུ་སྒྲོག་འདོན་ཡོད་དུ་མོ་དེ་ནི་ད་ཁྱོད་རང་གི་ད་འདི་ཕྱི་རྒྱུད་ལ་སོང། དེ་བཞིན་ད་རྒྱལ་སྤྱིའི་བོད་རིགས་ཀྱི་ཞིབ་འཇུག་རང་བཞིན་དང། ཚང་ནོ། གི། འདི་དང་གཏན་ནས་འདི་ལས་ད། ད་ཕྱིའི་རྒྱལ་ཁབ་ན། བོད་རིག་པ་གི་ཞིབ་འཇུག་འདི་ཁྱད་ཆོས་གང་འདྲ་དགོས་ངེས་ན། ཡང་ན། འདི་བླང་བྱ་གང་འདྲ་དུ་འདོན་དགོས་ངེས་ན། དེའི་སྐོར་གྱི་ཁྱོད་རང་གི་ལྟ་ཚུལ་སུ་བྱ་ན། དེའི་སྐོར་ནས་ཞིབ་མོ་ཅང་བགྱི་བ་དེ་མི་ཞིག་ར་ད་སྤྱིར་བཏང་གི་ཤེས་ཡོན་འདི་ན། ཕྱི་རྒྱལ་གྱི། བོད་རིག་པ་ཞིབ་འཇུག་འདི་མཚོན་བགྱི་ན། བོད་རིག་པ་ཞིབ་འཇུག་ཡིན་ནི་ཟིག་ཡིན་ཐང་ན། ཡང་གཅིག་མི་གཉིས་བོད་ཡིག་ཞིག་གོ། བོད་སྐད་ཞིག་གོ། རེད།
དེར་ཅིག་རྩ་བའི་རྩ་དོན་དེ།

ཧ་ལས་བ་ཧྲག་གི་ད་དེ་ལྟ་ན་འདག་སྲིན་པོ་འཛོམས་སོང་ཐབས་དེ་དེ་བ་གི་ད་ཞིམ་གྱི་གཏིང་ཟབ་གི་རྒྱ་ཆེ་བ་རེད་ད་ངས་བྱིན་ན་སྤྱིར་བཏང་གི་བྱིན་ན་དེ་ལྟ་མི་བཟོད་ད་དུ་བཟོ་བཟོ་ཅིག་སྦྱིན་བྱ་ལེན་བྱ་ཉམས་སུ་མྱོང་བྱ་མྱོང་འཇུག་གི་དོན་དག་གལ་ཆེན་ཟིག་རེད་བསམ་གི། རེད་ད་འདིའི་དངུལ་ཆུ་རྐང་ལྷོ་རྒྱང་ཕྲང་ཡར་འཕྲིན་ཁང་གི་ནང་ལོག་གཏམ་གྱི་འགྲིམ་པའི་ཆ་སྒྲིག་ལེ་ཚན་འདི་པེ་ཅིན་ནང་ཐོན་ནས་ད་པེ་ཅིན་གི་མཁས་པ་སོ་སོ་བཅར་འདྲི་བྱེད་པའི་ལས་དཀའ་འདིའི་གོ་རིམ་ཁྲོད་གི་ད་ཁྱོད་རང་གི་ཡང་ཉི་སྣ་རྩ་འཛུགས་རང་གིས་ཐད་ཀར་ངོ་ཚོགས་ཤིག་རོགས་སྐྱོར་ཧ་ལས་བ་གི་ཆེན་པོ་ཡིན་ན་ངོ་མ་ག་རེ་མཆིས་ཤིང་དེ་བཞིན་དུ་ད་ཁྱོད་རང་གིས་ཡང་དུས་ཚོད་ཀྱི་བཀྲ་སྲུང་བར་ནས་ད་ང་ཆུ་ལེན་ཚུན་གྱི་བཅར་འདྲི་དང་ལེན་ནོ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ། ཡང་ཡང་ཁྱེད་ཀྱི་གདམས་པ་བཀྲ་ཤིས་བདེ་ལགས་བཀའ་དྲིན་ཆེ། རེད་མཛའ་ཞིང་ཚིག་གཟིགས་མཁན་རྣམས་པ་ད་ནི་དེ་རིང་གི་བགྲོ་གླེང་ལེན་ཚུན་འཐབ་འདུག་འདུག་པ་ད་སྔར་རྗེས་མའི་ལེན་ཚུན་ནང་ཡང་སྤྱིར་རྒྱ་དར་དེ་མ་བྱས།